དེ་རིང་ངེད་ཀྱིས་བོད་པ་རྣམས་ལ་བོད་པའི་སྐད་ཡིག་བེད་སྤྱོད་བྱེད་དགོས་པའི་རྒྱུ་མཚན་སྐོར་ལ་ཚིག་མདོར་ཙམ་ཞུ་རྒྱུ། སྐད་ཡིག་གང་འདྲ་ཞིག་ཡིན་རུང་མི་རིགས་ཤིག་གནས་ཐུབ་པའི་ཤིན་ཏུ་གལ་ཆེ་བའི་ལྡེ་མིག་ལྟ་བུ་ཞིག་ཡིན་ལ། མི་རིགས་ཀྱི་མཚོན་བྱེད་ཞིག་ཀྱང་ཡིན། ལྷག་པར་དུ་རང་ཅག་བོད་མི་རིགས་ཀྱི་སྐད་ཡིག་ལྟ་བུ་ཆ་མཚོན་ན་ལོ་ངོ་སྟོང་ཕྲག་གསུམ་ལྷག་ཙམ་གྱི་ལོ་རྒྱུས་ཡོད་པའི་ཀྱི་ཡིག་ཞིག་ཡང་ཆགས་ཡོད་ལ། དེང་སྐབས་ནང་པ་སངས་རྒྱས་ཞི་ཆུང་ལ་སྦྱང་བརྩོན་དང་སློབ་གཉེར་བྱེད་སའི་སྐད་ཡིག་མེད་དུ་མི་རུང་བའི་སྐད་ཡིག་གཙུག་ཕུད་ཞིག་ཆགས་ཡོད། གལ་སྲིད་སྐད་ཡིག་དེར་བདག་པོ་མ་བརྒྱབ་ཚེ་བོད་མི་རིགས་འདི་བཞིན་ཡུན་དུ་གནས་མི་ཐུབ་ལ། ཆེ་དགོས་ཁོ་དང་སྙན་གྲགས་ཆེ་བའི་ནང་པ་སངས་རྒྱས་པའི་གཞུང་ཆེན་ཁག་ལ་སློབ་སྦྱོང་བྱེད་ཐབས་ཀྱང་བྲལ་བའི་ཆེས་མུན་ནག་གི་དུས་ཤིག་ཤར་ཉེན་ཆེ། དེར་བརྟེན་མི་རབས་གསར་པ་ཚོས་ངེས་པར་དུ་རང་མི་རིགས་ཀྱི་སྐད་ཡིག་ལ་བརྩོན་འགྲུས་ཆེན་པོས་སྦྱང་བརྩོན་བྱས་ན་བོད་མི་རིགས་འདི་ཆགས་འཇིག་གི་ཉེན་ཁ་ལས་སྒྲོལ་ཐུབ་པ་ཡོང་བ་མ་ཟད། ནང་པ་སངས་རྒྱས་པའི་བསྟན་པ་རིན་པོ་ཆེ་འདི་ཡང་ཡངས་པའི་འཛམ་གླིང་འདི་ས་གཞི་ཀུན་ཏུ་ཉི་མ་ཤར་བ་བཞིན་དམ་ཆོས་དར་བཞིན་འཛམ་གླིང་འདི་བཞིན་ཞི་བདེ་བག་ཕེབས་དང། བདེ་སྐྱིད་ལྡན་པ་ཞིག་ཡོང་རྒྱུར་སྨོས་མེད་ཀྱང་རེད། བསླབ་བྱ་ནོར་བུའི་ཕྲེང་བའི་ནང་གི་ཚིགས་བཅད་ཤོ་ལོ་ཀ་གཅིག་བླུགས་ནས་བཅུ་དྲུག་རྒྱུ། ཀུན་དང་མཐུན་པ་རྩ་བ་ཡིན་མོད་ཀྱང། མཐོང་ཚད་ལེན་མོད་བྱེད་ན་སླེལ་མེད་ཡིན། སྐད་རིགས་ཐམས་ཅད་ཤེས་ན་བཟང་མོད་ཀྱང། རང་གི་ཕ་སྐད་བརྗེད་ན་ངོ་ཚ་ཡིན། དུ་བྱི་ནང།